ལོ། ཁོང་ལ་བཀྲ་ཤིས་བདེ་ལེགས་བརྙན་མིང་ལྷ་རོང་ཡིན་དེ་ན་ང་དཔེ་མཛོད་ཁང་གི་ཟླ་བ་གཉིས་ཟབ་སྦྱོང་ནང་ལོ་ལ་ནི་སློབ་སྦྱོང་སྦྱང་དང་སྦྱང་བཞིན་པ་ཡིན་ཨ་ནི་ཁོང་ལ་ངས་ད་ལྟ་དྲི་བ་ཤོད་དེ་ཁོང་ལ་གི་ས་བཅད་ཁ་ཁ་ཤི་བཟོས་གནང་འདུག་ཨ་དེ་ན་ལོ་ནི་སྐུ་མདུན་དང་མང་གཙོ་དང་འབྲེལ་བ་ཡོད་པའི་གི་དྲི་བ་ཞིག་ཕུལ་ཆོག་ཅེས་ཨ་གནད་དོན་གཉིས་གང་ལ་ཡ་གོང་ཞོག་ལ་དགོངས་ཚུལ་ཞིག་གསུང་རོགས་གནང་ཞོས་ཨ་ང་རང་སྤྱི་བཏང་ནི། ཁྲིམས་ཀྱི་ཐོག་ལ་སློབ་སྦྱོང་བྱས་ནི་ཞོར་ལ་ཡང། ད་ལྟ་མང་གཙོ་དང་བགྲོ་གླེང་བྱེད་ཅེས་དུས་རྒྱུན་ནས་ལས་འཛིན་ཞིག་གོ་སྒྲིག་ཞུས་ཏེ་ཞུ་མུས་ཡིན། ནི་རྒྱ་གོར་མི་ཞིག་དང། ནི། མང་གཙོའི་བར་ལ་འབྲེལ་བ་དེ་འདྲའི་ང་ཚོ་བགྲོ་གླེང་དེ་འདྲ་བྱེད་སྐབས་ལ། ནི། བུད་མེད་ཀྱི་ཟླ་གཅིག་མང་གཙོའི་གི། ནི། ཅིག་འཕེལ་རིམ་ནང་ལོགས་ལས་མང་པོ་ཅིག། ཁྲལ་བོ་མང་པོ་ཅིག་ཡོང་གི་འདུག་དེ་ལྟ་ངས་གཞོན་སྐྱེས་ཚོ་ཡིན་པ་ནས་གོ་རྟོགས་སྤེལ་ཡ་དེ་སྤེལ་མི་སྲིད་གལ་ཆེན་པོ་རེད་དྲན་གི་འདུག་ར་དེ་གི་གནད་དོན་གཉིས་གང་ལ་ད་ག་འདྲི་ཞུ་ཡ་དེ་ད་ལྟ་ཀུན་ལགས་ཀྱི་གཏམ་བཤད་གནང་ལོག་ལ་ད་ལྟ་ཐོག་མ་ང་ཚོ་ཆོས་བརྒྱུད་ཀྱི་ཨ་ནི་སྤྱི་འཐུས་དེ་ཚོ་ཕེབས་ཡ་དེ་ཨ་ནི་རྒྱ་བོར་རིན་པོ་ཆེ་ད་ནི་དགའ་ལྡན་ཕོ་བྲང་དེ་དགེ་ལུགས་པ་དེ་ཡིན་འདུག་ས་མ་ལ་ཡ་དེ་འདྲས་ཀྱི་མ་ཡོང་ཡ་ཆེད་དུ་ཨ་ནི་ས་སྐྱ་བཀའ་རྙིང་ལས་བྱེད་པ་ཚང་མ་ཡ་ཚུད་ཡ་ཆེད་དུ་རེད་གསུངས་སོང་ཨ

འདི་གི་ད་ལྟ་དེ། ཁོང་རྣམས་ཀྱི་དགོངས་ཚུལ་བྱས་པ་ཡིན་ན་ད་ཨིན་ཇི་སྐད་བསྟན་པ་སོགས་ནི relevant། འདུག་མི་འདུག་དེ་ཅིག་བཀའ་འདྲི་ཞུ་ཡས་ཡིན། དེ་ནས་ང་དྲི་བ་ཅིག་ང་རང་ག་དུས་ཡིན་ན་དེ་དྲི་བ་དེ་ལན་སེའུ་བཅས་འབྱོར་གི་མི་འདུག་ང་ཚོ་མང་གཙོའི་གི་འཕེལ་རིམ་ནང་ལོགས་ལ་ཆབ་སྲིད་ཐོག་ནས་ཞུས་པ་ཡིན་པ་ཡིན་ན། བཅའ་ཁྲིམས་འོག་ལ་མི་མང་ཚང་མ་ལོགས་ལ་ཡ་འོས་ཤོག་གི་ཐོབ་ཐང་དེ་གཅིག་པ་ཡོང་གི་འདུག་ཡར། ཡིན་པ་ཡིན་ན་ད་ད་ལྟ་སེར་མོ་བ་ཅིག་ཆགས་བཞག་པ་ཡིན་པ་ཡིན་ན། འོས་ཤོག་དེ་ཐོས་པ་དུ་བ། དེ་ཡིན་དུས་ཚང་མ་ལ་ཡང་ན་ང་ཚོ་མི་མང་སེར་སྐྱ་ཚོ་ལ་ཨ་ནི་ཆུ་རྒྱུས་ཡོག་མ་རེད་བས་གསུང་གི་ཡོག་རེད་བས་ཡང་མེད་ན་ཨ་ནི་དེའི་ཐོབ་ཐང་དེ་ལ་ད་ཐོས་པ་ཡོག་བ་དེ་ཡང་གཅིག་རྒྱུ་མཚན་དེ་འདྲས་ཡོད་ན་ཨ་ནི་དེའི་དེ་འདྲས་ལམ་ལུགས་དེ་ཨ་ནི་རྒྱ་གོར་མོ་ཆེའི་དགོངས་པ་དེ་འདྲས་དེའི་ཐབས་ལ་དེ་འདྲས་ཡོད་ན་མེད་ན་དེ་གཅིག་ག་འདྲས་ཞེ་དུ་ཕྱིན་ན། ངས
དང་པོ་དེ་ཆོས་རྒྱུད་ཁག་དེ་སྤྱི་འཐུས་ནང་སླེ་ཡས་དེར་བ་དེ་སྐོར་དེ་ཞུ་ཡས་དེ་དོན་གྱི་ངས་གོང་དུ་ཞུས་པ་ནང་བཞིན་རེད་གང་ལྟར་དམངས་གཙོ་ཡང་དག་པ་ཅིག་གོ་དགོས་དོན་ན་བོད་ཀྱི་ཆོལ་ཁ་གསུམ་གྱི་ཁྱོན་ལ་གནས་པའི་མི་རིགས་དང་ཆོས་རྒྱུད་ཡོངས་རྫོགས་ལོགས་ལ་ཡ་སྨྲ་བརྗོད་དང་ཐོབ་ཐང་གཅིག་གྱུར་ཆེད་དགོས་དགོས་དགོངས་པ་ཅིག་གཙོ་བོ་དེ་བཞག་པའི་ཐོག་ནས་དེ་ལས་བཞག་དེ་ཡང་ཨ་ནི་ཐ་མ་རྒྱབ་བཞི་གང་ཚོད་ལོ་རྒྱུས་ཐོག་ལ་བལྟས་པས་ན། མདོ་སྨད་བོད་ཆས་སྡེ་པ་ག་ཚོད་རིན་པོ་འབེ། དེའི་སྐབས་ནས་བཟུང་ནས་ག་ལེ་ག་ལེ་མ་ཉམས་ནས་ག་ཚོད་ད་ཐོག་མ་སོག་པོ་ཁོང་ལ་བཅད་ཕྱིས་སུ་མོ་འཇུ་ཁོང་ལ་བཅད་ནས་ལོ་བེ་ཆས་བརྒྱ་ཕྲག་ཁ་ཤས་བོད་ཁོང་ན་བེད་ཞོག་བེ་སོ་ར་ཆེ་རེད། ད་མདོ་སྟོད་ཆ་བྱམས་ན་རྒྱ་སྡེ་བོད་སྡེ་ཟེར་གི་ཡོག་རེད་བོད་ཕྱི་མ་དང་ནང་མ་ཟེར་གི་ཡོག་རེད། འབྲི་ཆུ་ཡལ་འདབ་དང་མེ་འདབ་ཟེར་ཏེ་གང་ལྟར་ཐ་ནས་གར་བཏགས་ནས་མ་བཏགས་ནས་རྡོ་ཆས་ཤུགས་ཆད་དེ་རྒྱ་མི་ཁོང་ལ་བར་ཚུད་ཚར་བ་ཞིག་རེད། ད་ང་རང་ཚོ་བཙན་བྱོལ་ལྔ་བཅུ་ང་དགུ་ལོར་བོད་ཤོར་བ་རེད་ཟེར་དུས། ད། ཚིག་དམའ་བོ་བྱས་ནས་བཤད་དགོས་ན་དགའ་ལྡན་ཕོ་བྲང་གི་ཁྱབ་ཁོངས་སྡེ་པ་གཞུང་གི་དབང་ཆ་དེ་ཤོར་བ་རེད་མ་གཏོགས། མདོ་སྟོད་ཕལ་ཆེར་བརྒྱ་ཆ་བདུན་ཅུ་དོན་ལྔ་ཟེར་ནས་སྔོན་མ་ནས་གང་ལྟར་དེ་ཁོང་ལ་རེད་དེ་མདོ་སྨད་ནི་དེའི་གོང་ལ་ལོ་བརྒྱ་ཕྲག་ཁ་ཤས་ཀྱི་གོང་ནས་བ་ཐ་དད་པ་ཕྱི་དེ་མི་འོག་ལ་གར་སོགས་ལ། མ་འཇུག་དང་རྫི་བ་ལ་ཤོག་དད་པ་ཕྱི། ཅེས་ད་ང་ཚོ་བཙན་བྱོལ་ཙོ་སྔར་ཆོས་རྒྱལ་ཚོ་སྐབས་ལ་བྱས་པ་ཡིན་ན་ནི་ང་ཚོ་ཚང་མ་ལོ་ཆོས་རྒྱལ་གཅིག་གི་འོག་ལ་ཆམ་པང་གཅིག་པ། མི་རིགས་གཅིག་གྱུར་ཆགས་བསྡད་པ་རེད། བ་ལང་ཚོ་ང་རང་ཚོ་རང་གི་སྒོ་ནས་ཚ་མ་ཚུད་པ་དང་འཐུས་ཤོར་ཕྱིན་པ་དང་ཨ་ནི་ཕྱི་ལོག་ལ་བ་དེའི་ཁྱེའ་ལ་ཚབ་ལ་ཨ་ནི་གཅིག་ནང་ཁུལ་གྱི་ཐོག་ལ་ཕག་ཚོ། ག་ཚོ་དབང་ཆ་འཐབ་རྩོད་དང་གཅིག་རྐང་པ་ལ་གཅིག་འཐེན་ཡང་ཟུར་བྱས་ནས་བྱས་ཨང་སོ་སོས་རང་མགོ་མ་ཕེབས་པའི་སྐབས་ལ་ཕྱིའི་གི་དབང་ཤུགས་དེ་བོད་ག་ནག་ལོག་ལ་ཚུ། གར་ཚོ་རོག་པ་རོ་རམ་ཚོའི་སོག་པོ་དང་མོ་འཇུ་ལ་སོག་པ་ལ་མགོ་བཏགས་ཞུས་ནས་བྱས་འདི་འདྲས་བྱས་ནས་གང་ལྟར་སྐྱོན་མང་པོ་གཅིག

གར་སོགས་བདེ་བ་གཞུང་དང་ཁུངས་གཏོགས་རྒྱུ་དང་དགེ་ལུགས་རྐྱང་པ་ཟིན་པས་ན། ཞེ་དྲག་ཁ་པོར་བར་དང་མ་རྫོགས་མ་རྫོགས་ཞེས་ཏེ་གསུངས་པ་གང་ཞིག་ལ་དོན་དམ་པའི་འདི་གང་ལ་མ་གནས་པ་ཅི། ཅེ་ན་འདི་ལྟའི་དེ་དུས་ཀུན་འདུས་དགོངས་པ་བཞི་ཡང་རླབས་ཆེན་པོ་ཅན་ང་ཚོ་ཚང་མ་ཚུར་རུག་རུག་བཟོ་ཐུབ་ཡ་དེ་དེའི་བཀའ་དྲིན་གྱི་ཐོག་ནས་དེ་བྱུང་བ་རེད་བསམ་ངས་འདི་དྲན་གྱི་འདུག་ད་ཡིན་ནའི་ད་ལོ་དྲུག་ཅུ་རེ་གྲངས་འཆིང་ཚར་བའི་རྗེས་ལ་ཕྱི་བལྟས་ཅིག་སློབ་ཡིན་ན། ད་ཡང་དེ་སང་གི་འགྲོ་སྟངས་དང་གནས་སྟངས་འདི་གི་ཐོག་ལ་ཡིན་ན། ཡང་མ་རན་པ་དང་མ་འཚམས་པ་དང་འགྱུར་བ་གཏང་དགོས་ཡག་གི་ཁུ་གནས་ཚུལ་དེ་ནི་དགོངས་འཇགས་མང་པོ་ཞིག་ཡོང་བསྡད་པ་རེད། དེ་གཅིག་རེད། དེ་ནི་ཆོས་རྒྱུད་ཀྱི་གར་སོ་བ་དག་སྐུ་མདུན་ནས་སྐུ་དབང་དེ་མ་ཉིས་སྟོང་བཅུ་གཅིག་ལོར་ཆ་ཚང་མ་གནང་ཚར་བ་རེད། མ་གནང་ཚར་བ་ཡིན་དུས་མ་འོངས་པར་དེ་གས་དེ་ལ་ཡ། འོས་བླུགས་ཡ་ཐོབ་ཐང་གཅིག་དང་གཉིས་གང་འདྲ་བྱས་དང་མ་བྱས་ཟེར་ཡ་དེ། ད་མི་སྤྱི་འཐུས་གྲོས་ཚོགས་ལ་རག་ལས་ཡ་ཕྱིར་མ་གཏོགས་བོད་མིའི་སྒྲིག་འཛུགས་དབུ་ཐོག་ནས་མ་བཀའ་བཏང་ཡ་དང་ཟེར་མཁན་ཡོད་མ་རེད་ལ། ཨང་དེ་འདྲས་ཡིན་དུས་སེམས་པ་ཨང་ཡག་ཅིག་ཤེས་ཡོན་ཡོད་པའི་མི་སྣ་ཁག་གིས། དགེ་དང་བཅོན་གྱིས་དེ་གས་དེ་མ་རྒྱུ་མཚན་གཅིག་དང་གཉིས་བཀོད་ནས་མ་བངས་ཀྱིས་བྲིས་པ་ཡིན་ན། ལམ་སང་མ་འགྲོ་ནས་རིམ་པས་རིམ་པས་ཁོ་འགྱུར་བ་འགྲོ་ཡ་གཅིག་ཡོང་སྲིད་པ་རེད་པ། རེད་མ་གཏོགས་གཞན་ང་ཚོས་འདི་ཡོང་གི་རེད་འདི་ཡོང་གི་མ་རེད་འདི་བྱེད་དགོས་རེད་འདི་བྱེད་དགོས་མ་རེད་ཟེར་ཏེ་ཞུ་ཚོད་ཅིག་བྲིས་ཀྱི་མི་འདུག་ལགས།